དེའང་རྟགས་ཕྱི་ནི་སྔགས་ནི་ཐལ་རང་ཐུན་མོང་པ་ཡིན་པའི་ཕྱིར། འདིར་ཡང་ཆོས་རྗེ་བདག་མེད་སྒྲུབ་བྱེད་ཀྱི་གཏན་ཚིགས་ནི་ངོ་བོ་ལ་སྤྱོད་པ་གཅིག་སྡུད་བྲལ་གྱི་གཏན་ཚིགས་སོགས་སྒང་དུ་སྨོས་པ་རྣམས་ལས་གཞན་མེད་ལ། ཨེ་ནས། རྒྱུད་ལ་སྤྱོད་པ་རྡོ་རྗེ་བཟང་མའི་གཏན་ཚིགས་ལ་སོགས་པའི་གཏན་ཚིགས་ལྔ་དེ་དལ་འབྱོར་པ་དང་རང་བརྗོད་པ་གཉིས་ཀྱི་ཐུན་མོང་པ་རེད། རང་བརྗོད་པའི་ཡང་རྟགས་དེ་ལྔ་ལ་བརྟེན་ནས་བདེན་མེད་སྒྲུབ་དགོས་ཡོད་པ་རེད་དལ་འབྱོར་པའི་ཀྱང་རྟགས་དེ་ལྔ་ལ་བརྟེན་ནས་བདེན་མེད་སྒྲུབ་དགོས་ཡོད་པ་རེད་ཟེར་བ། ཨོ་དེ་འདྲ་གི་དོན་དག་རེད་ད་ནི་རིགས་པའི་རྒྱལ་པོ་རྟེན་འབྲེལ་ཆེན་པོའི་རྟགས་ནི་རྩ་ཤེས་ལས་རྟེན་ཅིང་འབྱུང་བ་གང་ཡིན་པ་དེ་ནི་ངོ་བོ་ཉིད་ཀྱི་ཕྱིར་ཞེས་གསུངས་ཏེ་མྱུ་གུ་ཆོས་ཅན་བདེན་པར་མ་གྲུབ་སྟེ་རྟེན་ཅིང་འབྲེལ་འབྱུང་ཡིན་པའི་ཕྱིར་ཞེས་སོགས་ཟེར་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་རྟགས་དེ་མདོ་ཡི་སྐབས་སུ་ཡང་བསྟན་ཡོད་པ་རེད་མགོན་པོ་ཀླུ་སྒྲུབ་ལ་སོགས་པའི་དབུ་མ་པའི་སློབ་དཔོན་ཐམས་ཅད་ཀྱི་གཞུང་ལ་གསུངས་ཡོད་པ་རེད་ཡིན་ཙང། རྟེན་འབྲེལ་གང་ཡིན་པའམ་ཡང་ན་རྟེན་རིགས་བྱུང་བ་གང་ཡིན་པ་དེ་དག་ཐམས་ཅད་ངོ་བོ་ཉིད་ཀྱིས་ཞི་བ་ངོ་བོ་ཉིད་ཀྱིས་བདེན་པར་མ་གྲུབ་པ་ཡིན་ཟེར་ནོ་དེ་འདྲ་གི་དོན་དག་རེད་དེ་རྟགས་དེ་གོས་ན་མྱུ་གུ་ཆུ་ཅན་བདེན་པར་མ་གྲུབ་སྟེ་རྟེན་ཀྱང་འབྲེལ་ཀྱང་ཡིན་པའི་ཕྱིར་ཟེར་བ་རྟགས་འདི་འདྲ་གཅིག་གོ་གི་ཡོད་པ་རེད། ད་ནི་རྟགས་འདིས་རྟགས་མཐའ་དང་ཁྱད་མཐའ་གཉིས་ཀ་ཟེར་གི་ཡོད་པ་ཡིན་ཙང་དེ་ལ་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ཞིག་ལབ་པ་རེད་ཟེར་རིགས་པའི་རྒྱལ་པོ་ཞིག་ལབ་པ་རེད་ཟེར་གཏན་ཚིགས་འདིས་རྟགས་མཐའ་ཟེར་ཚུལ་དེ་ག་རེ་ལབ་ན། ཕྱི་ནང་གི་དངོས་པོ་འདི་དག་ཆོས་ཅན། དོན་དམ་པར་ཡོད་པ་མ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར། འོ་འདི་འདྲ་ཞིག་བཤད་པ་རེད། འདིའི་སྐབས་ཀྱི་རྟག་མཐའ་ཟེར་བ་དེ་བདེན་པར་གྲུབ་པ། འོ་དེ་རེད། བདེན་པར་གྲུབ་པ་ལབ་ན་དོན་དམ་པར་ཡོད་པ་དེ་རེད། དོན་དམ་པར་ཡོད་པ་དང་བདེན་པར་ཡོད་པ་དང་ཡང་དག་པར་ཡོད་པ་དང་རང་བཞིན་གྱིས་ཡོད་པ་ལ་སོགས་པ་དོན་དག་གཅིག་པ་རེད། ཡིན་ཙང་ཕྱི་ནང་གི་དངོས་པོ་འདི་དག། ནི་དོན་དམ་པར་ཡོད་པ་མ་རེད་ཟེར་རྒྱུ་མཚན་ག་རེ་ལབ་ན་རྟེན་འབྲེལ་རེད། འདུ་བྱེད་ཀྱི་ཆོས་རྣམས་ཡིན་ན། རྒྱུ་ལ་ལྟོས་པ་འབྲས་བུ་ལ་ལྟོས་པའོ། ཤར་ལྷོ་ལ་ལྟོས་པ་ནུབ་བྱང་ལ་ལྟོས་པ་ལ་སོགས་པ། ལྟོས་ནས་བྱུང་བ་རྐྱང་རྐྱང་མ་གཏོགས་མ་བསྟན་ཅིང་མ་ལྟོས་པའི་རང་དབང་བ་གཅིག་ཀྱང་མེད་པ་ཡིན་ཙང་རྟེན་འབྲེལ་རེད། འདུ་མ་བྱེད་ཀྱི་ཆོས་རྣམས་ཡིན་ན་ཡང་རང་ཉིད་འཛིན་བྱེད་ཀྱི་བློ་ལ་ལྟོས་པ། ཡང་ན་རང་གི་མིང་དང་ཐ་སྙད་ལ་ལྟོས་པ་ཡང་ན་འཛིན་བྱེད་ཀྱི་རྟོག་པ་ལྟོས་པ་ལ་སོགས་པ་གང་ལྟར། ཨེ་ནས་གང་ལ་ཡང་མ་ལྟོས་པའི་ཚུགས་ཐུབ་ཀྱི་རང་དབང་བ་ཅིག་མེད་པ་ཡིན་ཙང་ཆོས་ཐམས་ཅད་དོན་དམ་པར་ཡོད་པ་མ་རེད་རྒྱུ་མཚན་རྟེན་འབྲེལ་རེད་ཟེར་བ་འདི་གི་རྟགས་མཐའ་ཟེར་གི་རེད། ད་ནས་འདིའི་བྱ་མཐའ་ཟེར་ཚད་ག་རེ་ལབ་ན་བྱེད་ནང་གི་དངོས་པོ་རྣམས་ཆོས་ཅན་ཐ་སྙོད་དུ་མེད་པ་མ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར། བྱ་མཐའ་ཟེར་བ་དེ་ལས་རྒྱུ་འབྲས་དང་སྐྱེ་བ་ལྔ་བཤད་ལ་སོགས་པ་མེད་ཟེར་བ་དེ་བྱ་མཐའ་རེད་ད་ཡོད་པ་རེད། བྱེད་ནང་གི་དངོས་པོ་རྣམས་ཐ་སྙད་དུ་མེད་པ་མ་རེད། ཡང་ན་རྟག་པ་ཙམ་ལ་མེད་པ་མ་རེད། ག་རེ་ལབ་ན་དེ་འདྲའི་རེ་བ། རྟེན་འབྲེལ་ཡིན་ན། དགེ་བ་དང་སྡིག་པ། རྒྱུ་དང་འབྲས་བུ་ལ་སོགས་པའི་རྣམ་གཞག་རྟེན་འབྲེལ་ཡིན་ཙང་བྱུང་གི་ཡོད་པ་རེད། ཡིན་ཙང་ཐ་སྙད་དུ་ཡོད་པ་རེད་ཟེར་བ་འདི་བྱ་མཐའ་ཟེར་ཚུལ་དེ་རེད་ཟེར། དེ་འདྲ་གཅིག་གསུང་གི་ཡོད་པ་རེད། མདོར་ན་ལུགས་འདིར་བདག་དང་གཞན་ལ་སོགས་པ་བཞིའི་སྒོ་ནས་སྐྱེ་བ་ནི་ཅུང་ཟད་ཀྱང་མེད་ལ། སྐྱེ་བ་ཡོད་པར་ནི་འཇིག་རྟེན་ལ་གྲགས་པས་དེ་ལྟར་བཤད་དེ། གང་དུ་བཤད་པའི་བདག་ལས་སྐྱེ་བ་གཞན་ལས་སྐྱེ་བ་གཉིས་ཀ་ལས་སྐྱེ་བ་སྒྱུ་མའི་ལས་སྐྱེ་བ་ཡི་སྐྱེ་བ་བཞི་མཐའ་བཞིའི་སྐྱེ་བ་དེ་ཅུང་ཟད་ཀྱང་ཡོད་པ་མ་རེད། ཡིན་ན་ཡང་སྐྱེ་བ་ཡོད་རེད་ཟེར་ལབ་གི་རེད། ག་རེ་ལབ་ན་འཇིག་རྟེན་གྲགས་ཚོགས་ལ་དེ་འདྲ་ཅིག་བཤད་གི་ཡོད་པ་ཡིན་ཙང་སྐྱེ་བ་ཙམ་འཇིག་རྟེན་གཞན་གྲགས་ཀྱི། འཇིག་རྟེན་གཞན་ལ་ལྟོས་ནས་དེ་འདྲ་ཅིག་བཤད་གི་རེད། ཡིན་ཙང་དབུ་མ་འཇུག་པ་ལས་ག་རེ་གསུངས་པ་རེད་ལབ་ན་གང་ཤར་འཇིག་རྟེན་ས་བོན་ཙམ་བཏབ་ནས་བདག་གིས་བུ་འདི་སྐྱིད་ཀྱི་མ་བྱེད་ཅིང་ཤང་ཡང་བཙུགས་སོ་སྙམ་དུ་རྟོགས་བསྡད་ན་གཞན་ལས་སྐྱེ་བ་འཇིག་རྟེན་ལས་ཀྱང་དམན་ཅེས་གསུངས་པ་རེད། སྤྱིར་བཏང། དབུ་མ་འཇུག་པའི་ཤོ་ལོ་ཀ་གཅིག་འདི་ག་རེ་བསྟན་གི་ཡོད་པ་རེད་ལབ་ན་གཞན་སྐྱེ་མེད་པ་སྟོན་གི་ཡོད་པ་རེད། གཞན་སྐྱེ་ཟེར་ན་མ་ཟེར་ན་རང་བཞིན་གྱིས་གྲུབ་པའི་རྒྱུ་ལས་རང་བཞིན་གྱིས་གྲུབ་པའི་འབྲས་བུ་སྐྱེ་བ། དེ་ལ་གཞན་སྐྱེ་ཟེར་གྱི་ཡོད་པ་རེད། ཡིན་ཙང། རང་བཞིན་གྱིས་གྲུབ་པའི་གཞན་ཡིན་ན། འབྲེལ་མེད་དོན་གཞན་གྱི་གཞན་ཡིན་དགོས་པ་རེད། འབྲེལ་མེད་དོན་གཞན་གྱི་གཞན་ཡིན་ན། ཨ་ནི་ས་བོན་དང་འབྲས་བུ་གཉིས་ལ། འབྲེལ་བ་གང་ཡང་མེད་པ་ཅིག་དགོས་པ་རེད། ཡིན་ཙང་གཞན་སྐྱེ་ཡོད་པ་མ་རེད། དེ་འཇིག་རྟེན་གྲགས་སོགས་ལ་ཡང་ག་འདྲ་ཡོད་པ་རེད་ལབ་ན། དཔེར་ན་མི་གཅིག་གིས་མེ་ཏོག་གི་ས་བོན་ཅིག་བཏབ་ནས་མེ་ཏོག་དེ་ཡར་སྐྱེས་ཚར་བའི་རྗེས་སུ། ཨ་ནི་ཡར་སྐྱེས་པའི་མེ་ཏོག་ལ་བལྟས་ནས་མེ་ཏོག་འདི་ངས་བཏབ་པ་ཡིན་ཟེར་ལབ་གི་རེད། ཡིན་ཙང། ཁོ་རང་གི་བསམ་བློའི་ནང་ལོགས་ན་ས་བོན་དང་མེ་ཏོག་གཉིས་རང་བཞིན་གྱིས་གྲུབ་པའི་ཐ་དད་ཡིན་པ། འབྲེལ་མེད་དོན་གཞན་ཡིན་པ་དེ་འདྲ་གི་བསམ་བློ་འཇིག་རྟེན་ལའང་ཡོད་པ་མ་རེད། ཡིན་ཙང་འཇིག་རྟེན་གྲགས་ཚོད་ཀྱི་དབང་དུ་བྱས་པ་ཡིན་ན་ཡང་རང་བཞིན་གྱིས་གྲུབ་པའི་རྒྱུ་ལས་རང་བཞིན་གྱིས་གྲུབ་པའི་འབྲས་བུ་གྲུབ་པ་དེ་འགྲིག་གི་མ་རེད་ཟེར་བའང་དེ་འདྲ་གི་དོན་དག་ཅིག་རེད། དེ་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།